ལོ་ངོ་ལྔ་བཅུ་ང་བདུན་ཕྱིན་ཚར་བར་ཡིན་ན་ཡང་ང་ཚོ་ད་དུང་ཡང། བོད་མི་རིགས་ཀྱི་བདེན་པའི་འཐབ་རྩོད་ཀྱི་གནས་སྟངས་དེ། ད་ཐག་མ་ཆོད་ལྷག་དེ་ཡོད་རེད། དེ་འདྲ་ཡིན་པས་ཡིན་ཙང། འགྱོད་པ་སྐྱེ་དགོངས་ནས་སུ་རེད། ད་ཡང་ཕྱོགས་གཅིག་ནས། གཅིག། གི་སྤོབས་པ་སྐྱེ་དགོས། ལོ་ངོ་དེ་ཙམ་ཕྱིན་ཡོད་པ་ཡིན་ན་ཡང། ད་དུང་ཡང། བོད་མི་རིགས་ཀྱི་བདེན་པའི་འཐབ་རྩོད་དེ། མུ་མཐུད་ནས་གནས་ཐུབ་པ་དེ། དེ་ང་ཚོ་ཚང་མ་ཞིག་སེམས་ནང་ལ་སྤོབས་པ་སྐྱེ་དགོས་བ་དང་སེམས་ཤུགས་ཏན་ཏན་སླེབས་དགོས་བ་ཞིག་རེད་བསམ་གྱི་འདུག་ད་ཡིན་ན་ངས་སྔོན་མ་ད་བར་ལས་ཞུ་མྱོང། གསར་འབྱོར་དུས་དྲན་གྱི་མཛད་སྒོ་སྐབས་ལ་བྱུང་ན། ཨ་ནེ་ལྔ་བཅུ་ང་དགུ། བོད་ཀྱི་རྒྱལ་ས་ལྷ་ས་རང་ལ་བསམ་སྤྱོད་དུས་དྲན་གྱི་ལས་དོན་ནང་ཞུགས་མྱོང་བའི་གི་ཨ་ནི་རྒན་རབས་ཚོ་གདན་འདྲེན་ཞུ་ཆེད་ཨ་ནི་ང་ཚོ་ཀ་ལབ་ན་རམ་ན་ཞུ་བ་ཇི་ལྟར་གནད་འགག་ཆེན་པོ་རེད། ད་ལྟ་མང་པོ་ཞག་ཞུ་ཨ་ཡོད། གར་སེ་ན་དེ་སྐབས་དེ་ལ་མངོན་སུམ་དུ་ས་གནས་ས་ཐོག་ལ་ལས་འགུལ་ད་ག་རང་ལ་ཞུ་ངེས་ཀྱི་མི་དེ་ཚོ་གི་སེམས་ནང་སྐབས་དེ་འཚོ་བ་གར་འཁྱོངས་ཡོད་རེད། གར་སེ་ན་ནོར་བུ་གླིང་ཁ་ཕྱིན་པ་རེད། དེ་སྐབས་དེ་ཏིང་ལྷ་མོ། དེ་ངེས་པར་དུ་ང་ཚོ་མཁྱེན་ཡོད་དུ་བཞག་གནད་འགག་ཆེན་པོ་རེད། ངས་ག་དུས་ཡིན་པ་ཡིན་ན་ཡང་ང་ཚོ་སྐྱོན་གཅིག་འདུག་ང་ཚོ་སོ་སོ་གནས་སུ་དུ་ནང་ཞིག་གནང་གི་མི་འདུག་ཟེར་ཅིག་ངས་བརྟག་པ་ཞིག་ཞུས་བསྡད་ཀྱི་ཡོད་རེད། དཔེར་ན་བསམ་ཚུལ་དུས་དྲན་གནས་ཚུལ་ལྟ་བུ་ཡིན་པ་ཡིན་ན་ངེས་པར་དུ་སྐབས་དེ་ལ་གནས་ཚུལ་ག་འདྲ་ཞིག་ཡིན་པའི་རྩ་བའི་གནས་ཚུལ་ཞིག་ཡོད་དགོས་རེད། གཞུང་འབྲེལ་གྱི་གསལ་བསྒྲགས་ཁག་དང་དེ་ཚོ་ནང་རོགས་ལ་ཅིག་གསུང་གི་ཡོད་རེད། ཡིན་ན་ཡང་དངོས་གནས་དྲ་གནས་སྐབས་དེ་གནས་ཚུལ་གར་བྱུང་ཤག་གར་རྐྱེན་འཕེལ་གྱི་མི་དེ་ཚོར་ཕྱིན་པ་རེད། སྐབས་དེར་འཚོ་བ་ག་འདྲེ་རུ་བྱུང་ཡོད་རེད། འོ་དེ་རེད་དེ་ངས་བལྟས་པ་ཡིན་ན་མཁྱེན་དེ་གནད་འགག་ཆེན་པོ་རེད་བསམ་གྱི་འདུག་ཨ་ནི་མ་འོངས་པར་ཡིན་པས་ན་ངས་ངོ་ནས་འབོད་སྐུལ་ཞུ་ཡ། དཔེར་ན་ནིའུ་ཡོག་དང་ནིའུ་ཇར་སི་གཅིག་པོ་མ་རེད། ད་ང་ཚོ་བེ་རི་གནས་བེ་གི་ས་ཁུལ་ཚང་མའི་ནང་རོགས་ལ་གལ་ཏེ། ཨ་ནེ་ལྔ་བཅུ་ང་དགུ་ལོ་ལ་མངོན་སུམ་དུ་ལས་འགུལ་དེའི་ནང་ལ་ཞུགས་མྱོང་པའི་དགེ་རྒན་རབས་ཚོ་ད་ལྟ་ཡང་རེ་གཉིས་བཞུགས་ཡོད་པ་ཡིན་ན། དེ་ཚོར་ཨ་ནེ་གདན་འདྲེན་ཞུ་རྗེས་སྐབས་དེའི་གི་འཚོ་བ་དེ་ང་ཚོས་ཅིག། ངེས་པར་དུ་ཨ་ནེ་ཅིག་རྟོགས་ཐུབ་པ་ཡིན་ན་གནད་འགག་ཆེན་པོ་ཞག་ཡོད་རེད་བསམ་གྱི་ཡོད། ཨ་ནེ་ངའི་ངོ་ནས་འདུག་བལྟས་པ་ཡིན་ན། ལྔ་བཅུ་ང་དགུ་ལོའི་གི་ཨ་ནེ་སྒེར་ལངས་ཀྱི་ལས་དོན་ནང་ནས་གྲུབ་འབྲས་ཆེ་ཤོས་དེ་ག་རེད།

གུང་ཁྲན་མཉམ་དུ་ལ་ད་ཐད་ཀར་མེད་དེ་མི་ཐུག་བྱས་ལོ་ངོ་སུམ་ཅུའི་རིང་ཙམ་གྱི་ལ་རྒྱ་བོད་གནས་ཚུལ་སྐོར་འབྲེལ་བ་ཆགས་པ་རེད། ངས་གསལ་བོ་གར་ཞུ་ཐུབ་རེད་ཟེར་ན་བོད་རྒྱ་གཉིས་ཀྱི་དཀའ་ངལ་དེ་སེལ་བ་ལ་སེལ་ཐུབ་མཁན་གྱི་མི་གང་ཟག་གཅིག་མ་གཏོགས་ཡོད་མ་རེད། དེ་རྒྱལ་བ་བསྟན་འཛིན་རྒྱ་མཚོ་རེད། དེ་འདྲ་ཡིན་པས་ཡིན་ཙང་ཆུ་ཤོག་གི། ཐོག་ནས་རྒྱ་གར་རིན་པོ་ཆེ་བླ་མ་རྩེ་གཞིའི་སྡེ་བ་གཞན་ནས་སུ་ཚུགས་སོང་ད་ལི་ཕག་ཞག་སོ་སོ་རང་དོན་བོད་པ་བཞིན་པའི་ཆ་ནས་སོ་སོའི་མ་འོངས་པའི་ཐོག་ལ་དངོས་ཡོད་ནས་སུ་ཐུགས་བསམ་བཏང་བ་ཡིན་ན་དེ་སྐྱབས་མགོན་རིན་པོ་ཆེ་མ་གཏོགས་གཞན་དག་དེ་ང་ཚོ་བོད་རྒྱའི་དཀའ་ངལ་སེལ་ཐུབ་ངེས་སུ་གང་ཡོད་མ་རེད་དེ་འདྲ་ཡིན་པའི་ཚེ་རྒྱ་མི་གུང་ཁྲན་ངོ་ནས་ཤོག་ཅེས་ནས་རྒྱ་བ་རིན་པོ་ཆེ་ལ་ག་ཚད་ཅིག་སྐྱོན་བརྗོད་བྱེད་དགོས་རྒྱ་བ་རིན་པོ་ཆེ་གི་མཛད་པ་འཕྲིན་ལས་བློས་ག་ཚད་སྐྱེལ་གྱི་འདུག། ཐབས་ཤེས་སྣ་ཚོགས་ཐོག་ནས་ངས་ད་ནི་ཚང་ང་ཚོ་མཐོང་བཞིན་པ་རེད། ཡང་ཕྱོགས་གཉིས་ནས་མ་འོངས་པར་བོད་དོན་ཐོག་ཐག་གཅོད་བྱས་པ་ཡིན་ན་རྒྱ་གར་གྱི་ཕྱི་ཉམས་རྡོག་མ་རྡོག་གཞན་པ་སུ་གང་ཉུང་དུ་བྱས་མདོག་ཡོད་མ་རེད་ག་རེ་ཟེར་ན་ཐག་གཅོད་བྱས་པ་གཅིག་པོ་འགྲིག་གི་མ་རེད་པ་དང་པོ་དང་པོ་ཐག་གཅོད་བྱེད་མཁན་དེ་བོད་མི་ཡང་རྫོགས་ཀྱིས་ཚབ་བྱེད་ཐུབ་ངེས།

མཐའ་མ་དེ་བོད་དོན་ཐོག་ལ། ཅིག་ཐག་གཤོལ་གྱི། ཅིག། ལམ་ཞིག། མཚན་འདོད་ཡོད་ན། རྒྱ་བར་འབུ་ཞིག་མཉམ་དུ་ལ་འབྲེལ་བ་མ་བྱས་པ་ལ་ཡོང་གི་མེད་པ་དེ་གསལ་བོ་ཤེས་གི་ཡོད། དེ་ང་ཚོ་བོད་པ་ཚོ་ནས་ཤེས་དགོས་རེད། རྒྱ་བོད་ཀྱི་མ་འོངས་པ་ལ་ཐག་གཤོལ་བཤད་དུས་ཞིག་སླེབས་པ་ཡིན་ན། ང་ཚོ་བསམ་པ་ཚང་མ་འགྲོ་གི་མ་རེད། དེ་ང་ཚོ་བསམ་སོ་བཏང་ནས་ཆུད་མ་འདུག་བ་ངས་རྟག་པ་ཞུ་གི་ཡོད། སེམས་གསོ་ལྕི་པོ་བཏང་ཞིག་བསྡད་ན་འགོག་པ་ཐེག་གི་རེད་ད།

བོད་རྒྱའི་དཀའ་ངལ་འདི་སེལ་ཡག་གི་དུས་ཤིག་སླེབས་པ་ཡིན་ན། ང་ཚོ་ཚང་མ་དཔེ་ལྟ་དགའ་ཆེ་མཐའ་ཡི་ཞི་བ་ཆགས་པ་བྱུང་སོང་བསམ་པའི་དུས་ཤིག་སླེབས་གི་མ་རེད་དཱ། དེ་གྲ་སྒྲིག་བྱེད་དགོས་སེམས་ན། དངོས་གནས་སུ་ཐོག་ལ་དཀའ་ངལ་ཆགས་བསྡད་ཡོད་སྐོར། ཡིན་ན་ཡང་ཁོང་གི་ཐུགས་བཞེད་བཀའ་དྲིན་གྱིས་མ་འོངས་པ་གང་ལྟར། བོད་མི་རིགས་ཀྱི་ངོ་བོ་དེ་བརླག་མ་ཤོག་པ་ཞིག་གནས་ཐུག་ཡག་གི་གོ་སྐབས་སླེབས་པ་ཡིན་ན། དེ་ཉིན་མ་དེ་ང་ཚོ་བོད་པའི་ནང་ལ་ཡིན་པ་ཡིན་ན་ཐག་གཅོད་བྱས་ཏེ་ཚང་མས་ཀྱི་བརྩི་བཀུར་ཞུ་མཁན་དེ་རྒྱ་གར་མུ་ཤི་ལྟ་བུ་མེད་པ་ཡིན་ན་བརྩི་གི་མ་རེད་པ། ང་ཚོ་བོད་པ་ནང་སར་ཧ་གོ་དགོས་པ། ང་ཚོ་བོད་པའི་ནང་ལོགས་ལ་དཀོན་པོ་ཡིན་ན་བླ་མ་ཡིན་ན་འདྲ་བོད་པ་ཚང་མས་ཀྱི་བཅུ་གསུམ་བཀའ་དྲུག་ཞུ་ས་རྒྱལ་བ་བསྟན་འཛིན་རྒྱ་མཚོ་མ་གཏོགས་མེད་པ། འོ་དེ་འདྲའི་ཐོག་ནས་ང་ཚོ་བོད་པ་ཚོ་ཡིན་པ་ཡིན་ན་དངོས་ཡོད་གནས་ཚུལ་ཤེས་པ་བྱས་པ།

མཁན་པོ་འཇིགས་མེད་དཔོན་ཚོགས་ཨ་ནི་དགོངས་པ་ལྟར། མ་རྫོགས་ཀྱི་བདུན་ཕྲག་གཅིག་རིང་སྔོན་ལ་ཨ་ནི་ཁྲི་འདུའི་སྨན་ཁང་ནང་ལོག་ལ། ད་ཞལ་སློབ་མང་པོ་ཅིག་གིས་ཨ་ནི་རིན་པོ་ཆེ་ལ་ད་ང་ཚོ་ཅིག་ཞལ་ཆེམས་ཤིག། ད་ང་ཚོ་ཞལ་སློབ་ཏུ་ཚོགས་ལ་མ་འོངས་པར་ང་ཚོ་ངོས་ནས་བླང་དོར་བྱ་ཤོག་ཐོག་ལ། ཨ་ནི་ཡིན་གཅིག་མིན་གཅིག་བཀའ་སློབ་ཞིག་གནང་རོགས་ཟེར་ཆེད་མང་པོ་ཞུ་བྱས་ནས་མཐའ་མ་དེ་ལ། ཚིག་གཉིས་རང་ཤོད།

གཞན་སེམས་མ་དཀྲུགས། ང་ཚོ་དཀར་བོའི་རང་ཚུགས་དེ་ཤོག་ཨེ་གཞན་སེམས་དེ་དཀྲུགས། ཡག་པོ་ཞིག་བསམ་བཏང་དང། དེ་འདྲའི་མང་པོ་ཆགས་ཡོད་པ། གནད་འགག་ཆེ་ཤོས་དུ་རང་ཚུགས་མ་ཤོད་པ་བྱས། གཞན་སེམས་མ་དཀྲུགས། རང་ཚུགས་མ་ཤོད་ཟེར་བྱས། ཨོ་དེ་ང་རང་ངོ་ནས་ག་དུས་ཡིན་པའི་ནི་ཚང་མ་ཇི་ཞུས་དེ་གང་སེམས་ང་རང་དེ་ཞུས་ཅིག། ཕན་ཐོགས་བྱུང། ད་དེ་དེ་མ་གཏང་ཡང་ད་ད་རིང་ནས་བཤད་བྱས་ང་དཔེ་དེར་རང་ཚུགས་མ་ཤོད་པ་ཆགས་སོང། ད་རེས་ནི་ཤེས་བྱ་ང་གཞན་སེམས་སྤྲོ་བའི་མེ་དང་སེམས་མ་རེད་དེ་ཉི་མ་རྟག་པ། ཉི་མ་རྟག་པ་དེ་སེམས་ལ་ཉག་ཆེ་ལས་དོན་གར་བྱས་པ་ཡིན་ན། དེ་ངས་གནད་འགག་ཆེན་པོ་ཤུ་ཞིག་མཐོང་གི་ཡོད། དེ་ནས་མཐའ་མ་དེ་གནད་འགག་ཆེ་ཤོས་དེ། བོད་ནང་ཡོད་པའི་གི་སྤེན་ཟླ་རྣམ་པ་ཚོ་གི་སེམས་ཤུགས་མ་ཆག་པ་གནང་དགོས་པ་དང། འོ། བོད་མི་རིགས་ཀྱི་མཐའ་མའི་གི་འཐབ་རྩོད་དེ་ངས་ད་གི་ཞུ་བ་ནམ་བཞིན་ཞིག་གི་རྒྱ་བ་རིན་པོ་ཆེ་ཡང་དག་པའི་དབུ་ཁྲིད་དང།

ང་ཚོ་དཔལ་ནཱ་ཅན་གྱི་གཞུང་དམངས་མང་ཆེ་གི་ལས་དོན་ཚང་མ་དེ་བོད་ནང་བྱུང་པའི་གནས་ཚུལ་གཅིག་ལ React ཟེར་བ་ཡིན་གཞི་ནང་ལ། སྔོན་མ་ཡིན་ན་ཁོ་ཚོ་ང་ཚོ་ཚུར་རེ་བ་བྱས་ཤིང་ང་ཚོ་ཕྱི་ལོག་གི་གནས་ཚུལ་གྱི་བལྟས་ཤིང་བོད་ནང་ལས་འགུལ་རུ་བྱེད་ཀྱི་ཡོད་པ་རེད། བར་ཁམས་ཤིག་ནས་ང་ཚོ་མང་པོ་ཞིག་གི་བོད་ནང་གི་གནས་ཚུལ་བལྟས་ནས་ལས་འགུལ་བྱེད་དགོས་ཡ་དང། བོད་ནང་གནས་ཚུལ་བལྟས་ནས་ཅིག་གསལ་བསྒྲགས་བྱེད་དགོས་ཀྱི་ཡོད་བོད་ནང་གི་ལས་འགུལ་བྱེད་ཅིག་སྐད་འབོད་བྱེད་དགོས་ཀྱི་ཡོད་གང་ལྟར། བོད་མི་རིགས་གི་འཐབ་རྩོད་ཀྱི།

ད་ཡིག་འབོག་ཐུབ་མིན་ཤེས་སོང། འཛམ་གླིང་ནང་ལོག་ལོག་དེང་སང་ང་ཚོ་བོད་པ་ཚོ་ལ་རྒྱབ་སྐྱོར་ཡོང་བ་དང་བོད་པ་དེ་ཚོ་ལ་དགའ་པོ་བྱེད་ཡ་དེ་ག་རེ་རེད་དེ་ང་ཚོ་ཡང་མཚམས་སུ་བསམ་བཏང་གོ་ད། དེ་ང་ཚོ་སྟོབས་ཆེ་དྲག་ང་ཚོ་མི་མང་དྲག་ང་ཚོ་རྒྱུ་ཆེ་དྲག་ནས་མར་པ། ང་ཚོ་ནང་པ་སངས་རྒྱས་ཆོས་དང་ལྷག་པར་དུ་ཡ་རབས་སྤྱོད་བཟང་བོད་པའི་མི་དེ་ཚོ་འགའ་ཡ་རབས་སྤྱོད་བཟང་ཞིག་འདུག་ཟེར་དེ་ལ་བརྟེན་ནས་གུས་ཞབས་དྲག། ཡ་རབས་སྤྱོད་བཟང་དུ་བརླག་པ་ཡིན་ན།

ང་ནང་པ་སངས་རྒྱས་མིན་པའི་ཆ་ནས་ཡང་སྙིང་སྐྱོབ་ལོ་བ་མིན་པའི་དཀོན་མཆོག་རྣམ་པ་གསུམ། ང་བོད་མི་ཡིན་པའི་ཆ་ནས་ཡང་སྙིང་སྐྱོབ་བྱིས་པ་སྟེ། ང་ཚོ་བོད་མི་རིགས་ལ་བདེན་པའི་རྒྱབ་སྐྱོར་བྱེད་མཁན་གྲོགས་པོ་ཚོ་ཡིན་གསུངས་རྗེས་ད་ག་ཟེ་རྩ་བ་ཆེན་པོ་ཅི་རྣམས་འགྲོ་བ་རེད། རྩ་བ་ཆེན་པོ་ཤག་རེད། དེ་མགོ་བོ་རེད། ང་ཚོ་ག་ཚད་ཅིག་མིན་ན་ཁྱེད་རང་ཚོ་དྲ་འདོགས་ཡིན་པས་ན་འབྲེལ་བ་བྱས་བྱས།